ཚང་མ་ལ་འཚམས་འདྲ་ཡི་དུས་ལ་ཞུ་ཡ་དང་ཨ་ནི་ཡང་དེ་རིང་ཧོ་ཅི་ལོ་ཉིས་སྟོང་བཞི་ཚན་ལྔ་ལོ་ཕྱི་ཟླ་བཅུ་བའི་ཧོ་ཚེས་ཉི་ཤུ་དགུ་ཉིན་བོད་དུ་བརྙན་ཐུང་ནང་འོག་ལ་ཨ་གནས་གཏན་འཁེལ་བྱོས་གཅིག་བཀོད་ལ་ཨ་ནི་ཡང་དེ་རིང་སྐད་ཆ་ཐུང་ཐུང་གཅིག་ག་བྱས་ན་ཟླ་འདི་ག་རེ་བཀོད་ལ་གཅིག་བ་ཆགས་ཡི་འདུག་ལ་ན་ཟླ་འདི་ད་ལྟ་ཁ་སང་ད་ལྟ་ཚེས་ཉི་ཤུ་བརྒྱད་ཀྱི་ཉིན་སོགས་ལ་ཨ་ནི་ཨ་རི་སན་ཙིང་འགྲོ་ནོ་ཁྲོམ་དང་ཨ་ནི་ཇར་པན་གལ་ཏོ་གཅིག་ད་ལྟ་སི་ལན་ས་བ་ད་ལྟ་ས་ན་ཐ་གས་ལན་དེ་རེ་གང་ད་ཕེབས། ད་ཨ་ཅག་ལ་ཅིག་གང་ལྟར་ཅིག། ཡེ་བོ་ཏེར་སོང་ཙང་ཨ་ནི་ད་འདི་དན་ད་སི་ལན་ས་བ་དེ་ད་ཨ་ནི་ཨ་རི་སེ་འཛིང་གྲོ་ནོ་ཁྲོམ་གཉིས་དེ་ད་ད་ཁ་སང་ཇར་པན་གི་ན་ཁོ་ལ་ད་ཅིག། ཐུག་ཏྲ་ཅིག་ཆེ་ཡོད་དེ་རེད་གང་ལྟར་བས་ད་གནས་ཚུལ་ཅིག་གང་ལྟར་ཅིག་ཨ་དེང་སོ་ཏེར་སོང་ཙང་ད་དེང་དན་ད་བརྙན་ཐུང་ན་འོག་ལ་ཨ་ནི་ཡང་དེའི་སྐོར་ལ་ཁ་ལོ་ད་ཅིག། སྐད་ཆ་ཐུང་ཐུང་ཅིག་ཨ་བཤད་ན། ད་དེ་ཡང་དེ་རིང་དེ་ལྟར་བརྙན་ཐུང་ནང་ལ་དམིགས་སུ་བཀར་བཅས་བསྟན་དང་ཁ་སང་ཨ་རིའི་སྲིད་འཛིན་འདོ་ནལ་ཁྲོམ་དང་འཇར་པན་དེ་ལྟ་ཅིག་སི་ལིན་སཱ་བྷ་གཉིས་ག་ལྟ་ཅིག་ཐུག་འཕྲད་བྱས་དེ་སྐོར་ལ་ག་ལྟ་ཅིག་སྐད་ཆ་བཤད་གི་གནད་འགག་འདྲ་བོ་དེ་ད་དེ་དང་ཁ་སང་ཨ་རིའི་སྲིད་འཛིན་དང་འཇར་པན་དེ་ལྟ་ཅིག་སི་ལིན་སཱ་བྷ་ཐུག་བས་དེ་འདྲས་ག་ལྟ་ཅིག་གནད་འགག་ཙམ་ཅིག་དང་ཡང་མེད་ན་ད་ལྟ་ཁ་སང་ཁོ་གཉིས་ག་ལྟ་ཅིག་ཐུག་ཚར་རེད་ཅེས་ནི་ད་ལྟ་ཨ་རི་དང་འཇར་པན་གཉིས་བར་ག་ལྟ་ཅིག་ཚོང་གི་དོན་ལྟ་ཅིག་གན་རྒྱ་དེར་བཞག་གས་ཚོང་གི་དོན་གན་རྒྱ་ཙམ་ཙམ་མ་ཡིན་པར་ལྟ་ཅིག་སྟངས་དེར་ལྟ་ཅིག། འབྲས་བུ་ཡར་རྒྱས་བཏང་ཡང་དེ་འདྲས་གང་དང་གང་ཚོད་ཕེབས། ད་ཐག་ཆེ་ས་ལ་ག་ལ་གང་ཙམ་མང་པོ་བྱས་རུང་དེ་འདྲ་སོང་ལ་དེ་འདྲས་གང་དང་ལྟ་ཅིག་གནད་འགག་དེ་འདྲ་གལ་མ་ཡིན་པ། ད་དེ་རིང་དེ་ལྟར་བརྙན་ཐུང་ནའོ་ལ་ཨ་ནི་ཁོ་གཉིས་ག་ལོ་ལྟ་ཅིག་ཐུགས་རྗེ་ཆེ་དེ་སྐོར་ལ་ལྟ་ཅིག་སྐད་ཆ་བཤད་ཀྱི་གནད་འགག་གཙོ་བོ་དེ། ད་འདི་གང་དང་ད་ལྟ་ཟེར་ལ་ལྟ་ཅིག་འཇར་པན་ནའོ་ལྟ་ཅིག་སི་ལན་གསར་བ་ཞིག་སླེབས་རུང་ཨ་ནི་དམིགས་སུ་ཁ་ཅིག་མོ་རང་ལྟ་ཅིག

གོ་སྒྲིག་མཁས་ཆུ་ཨ་དེ་འདྲས་གང་ད་མི་མཁས་ཆུ་ཨ་ཆ་ཁའི་ཚེ་དཔག་དེ་འདྲས་གང་ད་རེ་བ་དེ་འདྲས་བྱས་ཀྱི་ཡོད་རེད་འོ་དེ་འདྲ་སོང་ཙང་ད་དེ་རིང་འདི་ད་ག་ལོ་ད་བརྙན་ཐུང་ནང་ལ་ཁོ་གཉིས་ཐུག་ཡས་སྐོར་ལ་སྐད་ཆ་བཤད་ཀྱི་གནད་འགག་གཙོ་བོ་ད་དེ་ཆགས་ཀྱི་དོག་དོག་བཤད་ན་ད་མོག་ངེས་ནས་ཨ་ནི། དཔེར་ན་དང་པོ་དེ་ལ་ཨ་རི་དང་ཨེ་ཤི་ཡའི་ནང་ལ་ཡོད་རྒྱུ་དེ་རེད་ད་ཅིག་ཨ་རི་མཐུན་སྦྱོར་རྒྱལ་ཁབ་གཉིས་པ་ལ་ཟམ་པ་དེ་གང་འདྲ་བརྒྱབ་སོང་ཟེར་ཨ་འདིས་ག་རེ་ཟམ་པ་དེ་ཡག་པོ་རྒྱག་ཐུབ་ཨ་ནི་ཨ་དེའི་སྐབས་སུ།

འབྲེལ་བ་ཡག་པོ་བཟོ་ནས་ཟམ་པ་བཙུགས་ཉེན་སུར་སི་ན་ཨ་ནི་འཇར་པན་གྱི་སྲིད་འཛིན་ད་ཁྲོང་ཚ་རྒྱུ་དང་ད་ཤིན་ཛོ་ཨ་བྷི་ཆགས་ཀྱི་རེད། དཔེར་ན་དེའི་སྐབས་སུ་གང་ལྟར་ཡང་སྲིད་འཛིན་ཁྲོམ་གྱི་གང་ལྟར་ད་ཅིག་མཚམས་དང་སྲིད་སྤྱིའི་གཟིམ་ཐང་ཡིན་ན་ཡང་གང་ལྟར་ད་ཅིག་བསྟན་ཅིང་གཏིང་ཟང་ད་དཀའ་ངལ་འཕྲད་ཀྱི་ད་བྱུང་འདུག་ཡིན་ན་དེའི་སྐབས་སུ་ཤིན་ཛོ་ཨ་བྷི་ངེད་ལ་ད་ཅིག་རྦད་དེ།

མོ་དམའ་ལས་བར་དུ་ཡེ་ཤེས་ནང་ལ་ད་ཅིག་ཨ་རིའི་འཐེན་ཕྱོགས་རྒྱལ་ཁབ་སུ་ནའོ་ལ་ད་ཅིག་གོ་ཁྲི་ཉག་གི་གོ་ཁྲི་དེ་བརླག་བྱས་ལ་བར་པའི་སྐད་འབོག་བཞུགས་འདུག་ལ་ད་གང་ད་ད་ཅིག་བཏང་བས་ན་ཨེ་ཁར་སང་ཚུ་དེ་སའོ་ལྷོ་ཀུ་རེའི་གོ་ཁྲི་རེད་ཨ་ནི་ད་ད་ད་འཇར་པན་གྱི་ད་ད་སི་ལེ་ད་ཕའི་བཞག་ཁྱོ་རེད་ཨ་ནི་དེ་ཙམ་མ་ཡིན་པར་ཕི་ལི་པིན་ཏའོ་དང་ཨོ་སི་ཀྲུ་ལི་ཡའི་གང་ད་གོ་ཁྲི་ཚོ་ཨེ་རི་ལ་འབྲེལ་བ་ད་བྱེད་ཡས་རུ་བ་ཡིན་ན་ཁོ་ཚོ་འབྲེལ་བ་ཆོག་ན་ད་གི་བལ་དེ་གང་ད་ཕའི་ཟངས་པ་རུ་རྒྱག་ཐུབ་མི་འདུག་ལ་ད་ད་དོ་སྔས་མ་ཤིན་ཛོ་ཨ་བི་གི་ཆེའོ་ན་དེ་བྱེད་ཐུབ་མི་འདུག་ལ་འོ་དེ་འདྲ་སོང་ཙང་ད།

མགོ་ཁྲིད་ཚང་མ་གྲ་སྒྲིག་ཞོར་དུ་འཆར་གཞི་ཞོར་སྟེང་ནས་ཆུ་བོ་དུ་ཧ་ན་གཟབ་གཟབ་བསྣན་ནས་ཚང་མ་ཆུ་བོ་དུ་བ་ད་ཡིན་ན་ཁ་སང་དྲི་བ་ཡག་པོ་རུ་ད་དེ་ཤུ་ལ་དོག་དོག་གང་ད་ད་དང་པོ་དེ་ལ་མོ་གི་དེ་བྱན་རུ་བ་དོག་དོག་བྱས་ན་ཨ་རི་དང་འཇར་པན་གཉིས་བར་གྱི་འབྲེལ་བ་དེ་ཡག་རུ་ཅིག་བཏང་ཐུག་རུ་བ་ཨ་ནི་ཨ་རི་དང་འཇར་པན་གཉིས་ཀྱི་འབྲེལ་བ་དེ་ག་ཚད་ཡག་རུ་བཏང་ཐུག་ཐུག་བ་དེ་ཚད་ཀྱི་བར་རྒྱ་རྒྱ་ནག་ལ་ང་ཚོ་དེ་ད་ཨིན་ཇི་ག་ཚོ་བརེག་ཅེག་བཏགས་ཐུག་རུ་ག་ད་ཕིར་ན་ད་བཀག་ཐུག་གི་རེད་འོ་དེ་ལ་སོང་ཙང་དང་པོ་དེ་ལ་མོ་རང་གི་དེ་ཧང་སངས་ཅིག་ག་ད་བྱེད་ཐུག་ལ་ཁ་སང་དཔེར་ན་གང་ད་ལྟ་ང་ཚོ་ད་པར་དང་གཉེན་སྟོན་དང་མཐོང་གི་འདུག་ག་ཚད་འབྲེལ་བ་དང་པོ་ག་ཚད་གང་ཐད་ཕེ་ན་ཅིག་ཉེ་བོ་ཡེ་མེད་དེ་འོ་དེ་འདྲ་སོང་ཙང་ཨ་དང་པོ་དེ་ལ་གང་ད་མོ་རང་གི་དེ་འདྲ་ཅིག་གང་ད་བྱེད་ཐུག་ལབ་རེད་ད་དེ་ཡང་དཔེར་ན་ད་དང་པོ་དེ་ལ་མོ་རང་གི་འཇར་པན་དང་ཨ་རི་གཉིས་པ་འབྲེལ་བ་ཙམ་མ་ཡིན་པ་དེའི་སྐབས་སུ་གང་ད་ད་ཅིག་ཨ་རི་ལ་ཕར་འབྲེལ་བ་ཡག་པོ་བཞག་ཐུག་ཨ་ནི་དེ་གི་མཉམ་དུ་ལྷོ་ཀོ་རེ་ཡ་དང་སོ་ད་ཐའེ་ཝན་དང་ཧྥི་ལི་པིན་ཚང་མ་ལ་འབྲེལ་བ་ཡག་པོ་བཞག་ཐུག་ནི་ཅིག་གོ་ཅིག་ཁྲིད་ཐུག་ཨ་ན་ཡ་མེད་ན་སྲིད་འཛིན་ཁྲོམ་ལ་ཕར་ད་ཅིག་གང་ད་ཨེ་གང་ད་ད་ཅིག།

གང་ལྟར་ཤིན་ཛོ་ཨ་པེ་གྱིས་ལྟ་ཅི། ཨེ་ཤེ་ཡའི་ནང། ཤིན་ཛོ་ཨ་པེ་གྱིས་ལམ་བར་བྱེད་པ། ཤིན་ཛོ་ཨ་པེ་གྱིས་ཐབས་ཇི་རང་བཞིན་གྱི་འགྲོ་སྟངས་བྱེད་པ། ཨོ་ད་དེ། མོག་གི་ཡ། བསྐྱར་གསོ་བྱེད་ཡི་རེད་བ་ཡ། ལབ། དཔེར་ན་ཅིག་བྱས་ན། ཤིན་ཛོ་ཨ་པེ་གྱིས་ཐབས་ཇི་ཡིན་ན་མི་འདི་ཁ་ར་སི་ན་རྒྱ་ནག་ག་ཡ་རེད་ད་དེ། ད་ལྟ་དེ། ད་ལྟ་ང་ཚོ་ཁ་ཚ་དེ་རྒྱ་ཁབ་ཞིག་གི་ཚོགས་པ་ཅེས་བ་འདི་ད་ཀོར་ལ་ཉེར་བཞུགས་བ་ཨ་རི། རྒྱ་གར། ཨོ་སི་ཀྲུ་ལི་ཡ། འཇར་པན་ཁོ་ཚོ་ཞིག་ཚོགས་པ་དང་པོ་བཙུགས་ངེས་དང་པོ་དེ་ཕེ། ཨ་ཨི་ཏི་ཡ་ར་དེ་དང་པོ་ཤིན་ཛོ་ཨ་པེ་ཁེ་རུ་བ།

དང་པོ་ཤིང་བཟོ་བ་པོའི་ཐེ་ཚུགས་རུ་བ་ཨ་ནི་ཐེ་ཚོམ་མ་ཡིན་པ་ཤིང་བཟོ་བ་པོའི་ར་ཆ་སེ་བ་ན་གང་དག་དག་ཅར་བན་ཁོ་རང་ཡར་རྒྱས་ཤོག་གཏང་གི་ཡོ་ཨ་ནི་ཐེ་ཚོམ་མ་ཡིན་པ་གང་དག་རྒྱ་ནག་ལ་ཕ་སྡིགས་སི་གང་དག་ཁྲག་པོ་བྱེད་ནས་ཆགས་ཡོ་ཨོ་དེར་སོང་ཙང་ཨ་ནི་དེ་དག་གི་སི་ལེན་ས་བ་དང་དེ་ཁྲོ་བོ་བྱེད་རེད་དོ་གང་དག་ཕ་རྒྱ་ནག་ལ་སྡིགས་སི་ངོ་བོ་ཤུགས་ཆེ་བོ་བྱེད་ནས་དེ་འདྲས་གང་དག་རྒྱ་ནག་ལ་གང་དག་སྡིགས་སི་ཅི་ཁྲག་པོ་སིམ་ནས་རེད་དོ་ཨོ་དེ་འདྲ་སོང་ཙང་གང་དག་ཅིག་མོ་རང་སི་ལེན་ལེ་ཡ་དེ་གི་དེ་འདྲས་ཡང་ཕའི་འགྱུར་བ་ཅིག་དང་ཁྱད་པར་ཅིག་སོ་དོ་ཁའོ་རེད་ལ་དེ་འདྲས་གང་དག་ཕའི།

དཔེར་ན་ད་དམག་གི་གནམ་གྲུ་ཆུ་ཟོལ་དམག་གྲུ། ད་ང་ཚོ་ཁ་བ་རེད་ད་གང་ད་ག་རེད་མོག་ག་རེད་ད་ཚང་མ་དེ་གཉིས་ཀྱི་གོ་ཡི་འདུག་བ་འོ་ད་དེ་གི་རང་བྱུང་ཐན་ཀོ་ད་དེ་ཅག་ཚང་མ་རྒྱ་ནག་གང་ད་ལྟ་ཅིག་དབང་ཆ་སིམ་ས་འདུག་བ། ད་དེ་རྒྱ་ནག་གང་འདྲ་དབང་ཆ་སིམ་ས་ད་དེ་རྒྱ་ནག་གང་ད་བལ་ཏེ་ལོ་སུམ་ཅུ་གནས་ནས་ད་དེ་གང་ཤུགས་རྒྱབ་ས་འདུག་བ། ད་ཅིག་སྟངས་ཉི་མ་ཆིག་སྟོང་དགུ་བརྒྱ་དྲུག་ཅུ་སྐབས་སུ་ད་དེ་ཨ་རི་གི་སིམ་མི་རུང་བ། དེ་ཡིན་ན་ད་དེ་གོ་རང་བྱུང་ཐན་ཀོ་ཡེ་བ་ཙམ་འགྲིག་གི་མི་འདུག་བ་ད་དེ་འཁྲུག་དེ་ཡིན་ད་དེ